ཏིས་ཏཱ་ལེའི་རིགས་ང་ཚོ་མི་རོ། ཡིན་ནས་ལམ་སང་སེམས་པ་འགྱུ་བ་བཏང་ཐུག་རེད། གལ་སྲིད་ཁྱེད་རང་ཚོ་གིས་ངེད་ཀྱི་འདི་ཆ་ཚང་ཉན་ཡོད་ནར་ད་ཡག་པོ། ད་ག་དུས་ཡིན་ན་རོ་བསམ་བློ་དེ་བཏང་གོར་ད། མཆན་འདུག་བཅའ་བྲིས་འདུག་གང་ལ་ཁྱེད་རང་ལ་བྲིས་ཀྱི་ཡོད་རོ་བ་བྲིས་འདུག་གང་ལ་ཁྱེད་རང་གིས་གར་བསམ་ལ་བསམ་གོར་ལ་ན་འདི་ཁྱོད་ལ་མར་ད་འདི། སེམས་ཁམས་རིག་པའི་ཐོག་ལ་འགྲོ་དུས་འདི་སྐབས་ཀྱི་དཀའ་ངལ་བརྗོད་རོ་བ། དཀའ་ངལ་འདི་ཨ་ནི་གར་ཆག་གོར་ལ་ན། འདི་སྐབས་ཀྱི་དཀའ་ངལ་འདི་ཨ་ནི་མི་གཞན་པ་དེ་ལ་ཡང་བྲིས་འདུག་གང་ལ། ཁོས་ཀྱི་བྲིས་ཡས་འདི་ཁྱོད་རང་ལ་གདོང་ལ་བལྟ་ནས་ཁྱོད་ཀྱི་དམིགས་སུ་བཀར་བའི་བཀྲ་ཤིས་སེང་ངེ་འདི་ལ་བལྟ་ནས་ཨ་ནི་ཁོས་ཀྱི། YouTuber བཀྲ་ཤིས་ལ་ཉེ་འདི་ལ་བལྟ་ནས་ཁོས་བྲིས་ཀྱི་ཡོད་མ་རེད། སེམས་ཁམས་ཀྱི་ཐོག་ནས། ཁོས་ཀྱི་ད subject། ཁྱེད་རང་གིས་བརྗོད་གཞི་ག་རེ་བཤད་ཡོད་ན་འདིའི་སྒང་ལ་གཅིག་ད་ཁོ་རང་གིས་ཚན་པ་གཅིག་རྣ་བ་མ་འགྲོ་བ་གཅིག་ཡོད་རོགས་འདིའི་སྒང་ལ་བཤད་གི་ཡོད་ཁོ་རྣ་བ་མ་འགྲོ་བ་དེ་འདི་བཤད་གི་ཡོད་རོགས་སོ་སོ་སྒེར་གི་སྒང་ལ་བཤད་གི་ཡོད་མ་རེད་དེ་འདི་མཁྱེན་པ་གཅིག་རོགས་དེ་ནས།

ཡོར་བའི་ལ་ནས་མི་ཚང་མ་ལ་ཡོ་རེ་ལོ་བོར་ད་མང་ཉུང་ཅི་མ་དོ་ད culture ལ་ར་ལི་བོར་འདི based on culture society འོ་འདི་གང་ལ་ཆགས་ཡོ་རོ་ད་ང་ཚོ་འདི་གང་ལ་ཞུ་ཅི་ར་ལི་ཡོ་ར་ཁེ་པ་པེ་འདུག་བོར་ད་ང་རང་ཚོ་རིག་གཞུང་གང་ལ་ཁེ་པ་པེ་ཆེན་པོ་ཞུ་བོར་ད། ཚན་རིག་གི་སེམས་ཁམས་རིག་པའི་གི་ཐོག་ནས་ཚན་རིག་པ་གི་ག་རི་ཤེས་གོ་ར་ལ་ན།

ང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ཇ་ག་འདྲི་བྱེད་དགོས་རེད་ད། ང་ཚོ་ཕ་མ་འདི་ཚོ་ག་འདྲི་བྱེད་དགོས་སྙེ་མ། ཨ་འདི་འདྲའི་ཕྱི་ལོག་གོ་ར་ལ་བསྡད་བྱེད་རོ། ཨ་ནི། མ་ནི་ཁོ་ལོ་འདི་གིས་སྐད་ཆ་བཤད་བསྡད་ཀྱི་ཡོད། ཨ་འདི་ནས་མི་ཞིག་འགྲོ་ན་ད་འདིའི་སྐོར་ལ་བཤད་བསྡད་ཀྱི་རེད་ད། མ་ནི་སྦྲང་གི་འདྲ་འོ་འདི་འདི་འོ་འདི་འདི་གཅིག་ཡོད་ཨ་གཉིས་ཡོད་ཨ་ལ། དེ་ང་ཚོ་གི་ད Social Influence བྱ་ཡོད་རོ། ད་དངོས་གནས་ཀྱི་བསམ་བློ་བཏང་ནས་དཔྱད་པ་བྱས་ན་ང་ཚོའི་ཆོས་ཀྱི་ནང་ལ། Mindfulness། Awareness། རེད་བ། བྱམས་སྙིང་རྗེ། བཟོད་སྒོམ། ད་བཤད་ཀྱི་ཡོད་རེད་བ། ད་ལག་ལེན་དེ་ང་ཚོ་དྲན་པ་བྱེད་ཀྱི་ཡོད་རེད་ད། Practical། དྲན་པ་བྱེད་ཀྱི་ཡོད། ཁ་ནས་དེ་ལ་བོར་ད་ཆོས་ཀྱི་ཐོག་ནས། ང་ཚོ་གི་ཆོས་ཀྱི་ཐོག་ལ་ད Psychology ཐོག་ལ་དཔེ་མ་སྲིད་ཚད་མཐོ་བོ་རེད་བ་ང་རང་ཚོ་གི།

དངོས་གནས་ཡག་པོ་བྱས་ནས་ངས་ཁྱེད་རང་ཚོ་དངོས་གནས་དེ་ཚོ་སེམས་ཁམས་རིག་པ་དེ་ཚོ་དངོས་གནས་ཁོ་ར་འདི་ད་ག་ངེད་ཀྱི་དུས་ནས་ཤེས་ཀྱི་ཡོད་རོ་འདི་ཚོ་གི་ཐོག་ལ་རོ་ང་ཚོ་གི་ད་འདི་ཚོ་གི་ཐོག་ལ་ང་ཚོ་མང་པོ་དོན་སྣང་སྤྲད་ཡོད་ད་དེ་ཚོ་ཐོག་ལ་དེབ་མང་པོ་ཀློག་དེབ་མང་པོ་མང་མ་མང་པོ་འགྲོ་བྱས་ཨ་འདི་ཚོ་བསྡུས་བཤད་རྒྱུ་ཅིག་ཆགས་དེ་ར་ངས་ལས་སླ་བོ་ཚིག་ཁ་ཤས་ཅིག་བཤད་ཤེས་ཀྱི་ཡོད་རོ། དེ་ཚོ་དངོས་གནས་ཁོ་ར་ཁྱེད་རང་ཚོ་གི་ཀླད་མཐུ་ན་ཀླད་པ་གི་ནང་ལོ་རོ་ཁེ་ཕན་ཆེན་པོ་ཞུ་བར་སུ་སུ་གི་ལུས་ངག་ཡིད་གསུམ་བདེ་བོ་ཆགས་ཡས་དང་སུ་སུ་ནང་མི་མཉམ་པོ་ལ་སྐྱིད་བོ་ཆགས་ཡས་དང་རོ་བ་དེ་དཔེ་གལ་ཆེན་པོ་རེ་ད། དཔེར་ན་ཆོས་འབྱུང་གཅིག་བསམ་བློ་བཏང་ན་ནང་མི་གཅིག་གི་ནང་ལ་རོ་བ་སེམས་ཁམས་རིག་པའི་ཐོག་ལ་རྒྱུས་ཡོད་སློབ་སྦྱོང་སུ་སུ་གི། ང་རང་ཚོ་གི་ཆོས་ཀྱི་ཐོག་ནས་ཉམས་ལེན་ཡག་པོ་བྱས་ཡོད་ན་ནང་ལ་རོ་ཀི་བུ་བུ་བྱས་ནས་ཧ་ཧུ་ལ་འདེད་ཡོད་བ་ཡིན་ན། སོ་སོ་ནང་མི་གི་ཁོར་ཡུག་པིན་རྒྱག་པུ་བུ་ཨ་ཞང་ཨ་ནེ་འདི་ཚོ་ཡིན་ན་ཀྱེ། ཁྱོད་རང་མཐོང་བ་དང་སེམས་པ་སྐྱིད་པ་བྱ་ཡི་བྱ། ཞེན་པ་སླེ་བ་དང་ནང་མི་ཚང་མ་གདོང་ནག་འཚུབ་འཚུབ་ཅེས་འགྲོ་ཁྱེད་ཨ་ནི་གཅིག་བྱས་ན་ཉི་མ་རྟག་པར་ཞིག་མི་ཚེ་སྐྱིད་པོ་ཡོད་མ་ཐག་མི་ཚེ་གཤིབ་ནི་གཤིབ་དགོས་རོགས་གནང་གཅིག་གི་ན་བདེ་ཉེར་བཟོ་ད་འདི་ཧ་ཧུ་ལ་འདེད་ན་མི་ཚེ་འདི་བདེ་མགྱོགས་རི་བོའི་རྡུལ་གྱི་ནང་ལ་རོ་སོ་སོ་སྐྱིད་པོ་མི་ལ་སྐྱིད་པོ་རེད་མ་རེད་དཔེར་ན་སོ་སོ་ཕ་མ་བཀའ་དྲིན་ཆེན་པོ་གཅིག་གི་རོ་ཨ་ནི་ཕ་རོགས་པ་ཆེ་ཐུག་མེད་ན་རོ་འཛུམ་བཏོན་ནས་རོ་སྙིང་རྗེ་བཏོན་ནས།